ཨོ་ཏུ་ཡ་བདེ་མཆོག་ཨོ་ཨོ་བསམ་གྱིས་ཀྱི་བསམ་གྱིས་དྲིས་ན་ཤིང་དང་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་རོ་གཅིག་པུ་དགོད་དགོད་སྙམ་པའི་བསམ་གྱིས་དེ་ལ་སྨོན་པ་བྱང་ཆུབ་ཀྱི་སེམས་ཉོན་ཟེར། དེ་ནས་སྨོན་པ་བྱང་ཆུབ་ཀྱི་སེམས་ཙམ་མ་ཡིན་པས་ང་རང་ཚོ་འདི་ནས་དེ་ནས་ཡར་ལ་དུག་ལིང་དང་དེ་ནས་པར་པར་མཛངས་ལ་འགྲོ་གི་ལ་གོམ་པ་རེ་རེ་བརྒྱབ་ནས་རྟ་ལ་ཞོན་ནས་ཡིན་ནའང་འདྲ། གོམ་པ་བརྒྱབ་ནས་འགྲོ་ཡིན་ནའང་འདྲ་དེ་ནས་ག་རེ་ཞོན་ནས་འགྲོ་ད་ཁར་གོམ་པ་རེ་རེ་བཞིན་དུ་འདུག་རྒྱུ་དེ་ལ་དེ་འཇུག་པ་བྱང་ཆུབ་ཀྱི་སེམས་ཟེར་ད་འཇུག་པ་བྱང་ཆུབ་ཀྱི་སེམས་ནི་ཕ་རོལ་ཏུ་ཕྱིན་པ་དྲུག་ལ

སྔོན་ཡང་དཔེ་འདི་ལྟར་ཁ་ཤས་དང་དེ་འདྲ་གི་བོད་ཀྱི་སྐྱེ་བ་ཚོ་དེ་འདྲ་ཁ་ཤས་ལབ་ཀིན་བྱུང་བ་རེད་དེ་འདི་མ་རེད་གསུངས་རེད་མ་འོང་ཡག་ད་ཐུག་ཡོངས་གྲགས་ཁོ་རང་གི་གསུང་རྒྱུ་དེ་རེད་ཟེར་ན་རྨོངས་པ་བྱང་ཆུབ་ཀྱི་སེམས་ན་འཇུག་པ་བྱང་ཆུབ་ཀྱི་སེམས་ཀྱི་རྩ་ཆེ་བ་རེད་ཟེར། རྨོངས་པ་དེ་སེམས་སུ་ཡོད་བར་ད་དཔེར་ན་ང་རང་ཚོ་འདི་ནས་མཛངས་ལ་འགྲོ་གི་ཡིན་ཟེར་གོམ་པ་རྒྱབ་པའི་གནས་སྐབས་སུ། གོམ་པ་དེ་རྒྱག་གི་བར་དུ་གོམ་པ་དེ་མིའི་གོམ་པ་ཁྱུམ་ཁྱུམ་རྒྱག་གི་འོ་ན་འདྲ་ག་རེ་ཡིན་ད་ལ་ཞོར་འགྲུལ་བ་འགྲུལ་བ་རེད་དེ་གོམ་པ་རྒྱག་བཞིན་པའི་སྟེང་ལ་ང།

སེམས་ཅན་ཐམས་ཅད་ཀྱི་དོན་དུ་བྱེད་ཀྱི་ཡོད་ཟེར་མི་དགོས་ནི་ཡོད་ཡོད་པར། འོ་ཡ་དེ་ཡིན་དུས་ཀྱི་ང་མ་བསྟན་བྱུང་པ་བྱང་ཆུབ་སེམས་རྩ་ཆེ་བ་རེད་ཟེར། དེ་དེ་ཡིན་དུས་ཀྱི་ང་སྨོན་པ་བྱང་ཆུབ་སེམས་དེ་དེ་ནི་རྩ་རྩ་ཆེན་པོ་ལུས་ཡིན་དཔེ་མི་རྩ་ཆེན་པོ་རེད་དེ། དེ་དེ་ཐོག་ལ་འཇུག་པ་བྱང་ཆུབ་ཀྱི་སེམས་ཀྱིས་སྨོན་པ་བྱང་ཆུབ་ཀྱི་སེམས་དེ་ཡོད་ཡོད་པ་རེད་ཟེར་ཀུན་མཁྱེན་ཀློང་ཆེན་རབ་འབྱམས་ཀྱི་ཡིད་བཞིན་དུ་ན་དེ་ལ་བསམ་པའི་མོད་དང་བརྗོད་པའི་ཁྱབ་གསུངས་བ་ལྟར་གྱི་དཔེར་ཚིག་ཆེན་པོ་དེ་རེད། བསམ་པའི་མོད་དང་བརྗོད་པའི་ཁྱབ་ཟེར་ལབ་དུས་ཀྱི་ང་ལ་བསམ་པའི་མོད་འདི་རྒྱུད་དེ་འགྱུར་བ་བྱེད་པའི་གནས་སྐབས་སུ་ཁྱབ་བདེ་བ་རེད་ད། ང་རང་ལྟར་ལྟར་རེད་བ།

དེའི་དུས་གང་དག་དེའི་དུས་སྨོན་འདུན་པ་ལེན་པའི་གནས་སྐབས་སུ་ཡང། དང་པོ་སྨོན་པ་བྱང་ཆུབ་ཀྱི་སེམས་བླངས་དེ་ནས་འཇུག་པ་བྱང་ཆུབ་ཀྱི་སེམས་བླངས་དེ་ནས་སྨོན་འཇུག་གཉིས་ཀ་སྐབས་གཅིག་ཏུ་སྐྱེ་རྒྱུ་དེ་དཔག་ཏུ་མཐོ་བ་ཀླུ་སྒྲུབ་ཀྱི་ཟབ་མོ་ལྟ་བུའི་སྤྲུལ་གྱི་ལུགས་རེད་དེའི་དུས་གང་དག་ང་རང་ཚོ་གི་བསྐྱེད་རིམ་པ་བཞིན་དུ་ལ་ཇི་ལྟར་སྔོན་གྱི་བདེ་གཤེགས་ཀྱིས་བྱང་ཆུབ་ཐུགས་ནས་བསྐྱེད་པ་དང་བྱང་ཆུབ་སེམས་དཔའི་བསླབ་པ་ལ་གཟིགས། འོ་དེ་ཇི་ལྟར་སྔོན་གྱི་བདེ་གཤེགས་ཀྱིས་གཟིགས་དང། ད་ལྟ་ང་རང་ཚོ་བླ་མ་ཚོ་ད་ལྟའི་ཡིན་ཡིན་པར་རྒྱལ་བ་ཀློང་ཆེན་བླ་འཇམ་ཨོ་ཡ་དེ་ནས་རྗེ་བཙུན་མི་ལ་རེ་བ་ལ་སོགས་པ་ཐུན་ཚོད་གླིང་དང་བྱང་ཆུབ་སེམས་ལ་དེ་ནས་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཐོབ་པ་ཡིན་གྱི་དེ་ཡིན་ཡིན་པར་རེ་བ་དེ་དེ་ཡིན་ཡིན་པར་རེད་དེ་ཡིན་དུས་གང་ལ་ད་དེ་བཞིན་དུ་དེ་ནས་མི་ལ་རེ་བ་དང་ཀློང་ཆེན་བླ་འཇམ་ཙམ་མ་ཡིན་པའི་གི་ཨོ་སངས་རྒྱས་བཅོམ་ལྡན་འདས་དང་གུ་རུ་རིན་པོ་ཆེ་ལ་སོགས་པའི་གི་དེ་སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་ནས་སངས་མ་རྒྱས་ན་མ་རྒྱས་རེ་རྒྱས་པ་ཐམས་ཅད་དེ་བྱང་ཆུབ་ཀྱི་སེམས་ལ་བསླབས་ནས་སངས་རྒྱས་པར་ཁྱེད་རང་ཐམས་ཅད་མ་ནི་སྟོན་ན་མ་ཟེར་གུ་རུ་སྟོན་ན

དེ་དུས་སངས་རྒྱས་ཤཱཀྱ་ཐུབ་ཆེན་གྱིས་རང་ལ་ཐུགས་ཁོ་ཕོར་བ་གང་བསྐུར་ནས་དེ་ནས་ཤཱཀྱ་ཐུབ་ཆེན་ཁྱེད་ཁྱོད་ཅི་ལྟར་ད་ཁོལ་ད་ཁོལ་ཚིག་ཁྱེད་ཀྱི་ཚིག་དེ་འདྲ་ཁོ་ན་བདག་སོགས་འགྱུར་བར་ཤོག་དེ་ཡང་ཐུགས་བསྐྱེད་དང་གཅིག་ཏུ། དེ་ཡང་དུས་དུས་ནས་དྲུག་རྟགས་མ་རིག་པའི་གང་བརྙན་རིག་གི་གནས་སྐབས་སུ་དེ་ནས་ཤིང་རྟ་དྲེལ་བའི་གནས་སྐབས་ཁོ་ལ་སྙིང་རྗེ་ཚད་མེད་པ་ཞིག་བྱུང་བས་ཡང་ཐུགས་བསྐྱེད་དང་གཅིག་ཏུ། འོ་ཡང་ད་དེས་ན་གཞན་གྱི་ད་ཐུགས་བསྐྱེད་དང་མང་པོ་བརྗོད་རེད་དེའི་དུས་གང་ད་ཐུགས་བསྐྱེད་དང་མང་པོ་བརྗོད་དེ་ནི་གང་རེད་ཟེར་ན་ད་འགལ་བ་རེད་བ་ཐུགས་གཅིག་སྐྱེས་ཚེ་ཡང

ཨ་མ་གྲོང་མི་བེའུ་དེ་ནས་ཟེར་ནས་ཁྱེད་ཚོ་དེ་རྫོང་གི་བེའུ་ཟམ་ཆེན་སྐོར་པར་ཕྱག་བསྐྱུར་གཏམ་བཤད་འདུག་ཟེར་ནས་ང་ལོ་ཡག་གི་གྲོགས་པོ་ཚོ་སྐབས་འགེབས་ང་ཚོ་ཨ་མ་ཚོ་དངོས་གནས་ཅིག་སྤྱོད་འཇུག་ཚོ་བལྟས་འོས་ཀྱི་མ་རེད་རྒྱ་སེ་ལགས་ལ་ཚོ་ཞུས་མྱོང་མ་ཡོད་ད་དངོས་གནས་ཅིག་བསམ་བཀོད་དེ་ཡག་པོ་རེད་འདུག་བ་དེ་ནས་བཀའ་རྒྱུད་དང་གྲོང་པ་ཡག་འདུག་ཁྱོད་དེ་ནས་མར་བསགས་མི་འདུག་སོ་བཀའ་རྒྱུད་མ་ཁྱོད་བེའུ་ཡག་པོ་ལ་འོ་མ་མ་བསྡད་སོང་དང་ནས་ཨ་མ་ཁོ་རང་གི་ལབ་ནས་འདི་བེའུ་དེ་དེ་ནས་བེའུ་ཁོ་རང་ཁོའི་ཨ་མ་རེད་བ་ཟེར་གྱི་འདུག་ང་རང་ཚོ་ང་ཚོ་ཧམ་པ་ཆེན་པོ་བྱས་ནས་ཁོའི་སྐུ་ངོ་མ་ཐམས་ཅད་ཁ་ནས་དཀྲོགས་སོང་གི་རེད་མ་གཏོགས།

ལྷ་དཀར་ཇོ་བོ་ཐུགས་རྗེ་ཆེན་པོ་ཡིས་བོད་ཀྱི་བླ་མ་མགུར་པའི་འབྱུང་གནས་ཡིན་ས་བླ་མ་དེ་མགུར་རིན་པོ་ཆེ་རེད་བོད་ཀྱི་བཀའ་ལ་དེ་ཨང་ཡི་དམ་དེ་སྤྱན་རས་གཟིགས་རེད་ད་དེ་གཉིས་ལ་འཇིག་རྟེན་པ་དེ་ལ་མགུར་རིན་པོ་ཆེ་དང་དེ་ནས་སྤྱན་རས་གཟིགས་ལྷག་ཡོད་མ་རེད་དེ་ཡིན་གྱི་ད་འདོན་རྒྱུ་དེའང་མ་ནི་དང་འབའ་དར་གུ་རུ་གཉིས་ལས་ལྷག་འདོན་རྒྱུ་ཅི་ལའོ་མ་བླ་མ་གྲྭ་བ་ཡིན་ན་ང་ཡིན་ན་ཁྱང